དེ་ནས་སྐབས་འདི་ལ་ཤེས་བྱ་ཀུན་ཁྱབ་ཀྱི་ནང་དུ་སེམས་དང་སེམས་དང་སེམས་བྱུང་གཉིས་རྫས་གཅིག་ཡིན་དང་མིན། དེའི་སྐོར་ཅུང་ཙམ་ཅིག་བཤད་འདུག་སྤྱིར་བཏང་གི་ཡོངས་གྲགས་ལ་སེམས་དང་སེམས་བྱུང་གཉིས་རྫས་གཅིག་པ་རེད། དཔེར་ན་ང་ཚོ། སྒང་དུ་ཚོང་དོན་རྣམ་པ་ལྔ་འཚོང་བཤད་པའི་སྐབས་སུ་རྫས་འཚོང་པ་ཞེས་ལབ་པ་རེད། རྫས་འཚོང་པ་ལབ་པའི་དེ་རྫས་གཅིག་ཡིན་པའི་དོན་དག་རེད་མ་གཏོགས་གཞན་རྫས་འཚོང་ཟེར་བ་གཞན་པ་གཅིག་ཡོད་མ་རེད། དཔེ་ཆ་བཞག་ན་མིག་གི་རྣམ་པར་ཤེས་པ་དང་སྣ་ཡི་རྣམ་པར་ཤེས་པ་གཉིས་རྫས་འཚོང་པ་རེད་ཟེར་ལབ་ཀི་མ་རེད། ཤི་བ་ཡིན་པ་གཅིག་པ་ཡིན་པ་ཙམ་གྱིས་རྫས་འཚོང་པ་ཞེས་ལབ་ཀི་མ་རེད། གཙོ་བོ་སེམས་དང་དེ་འཁོར་དུ་བྱུང་བའི་སེམས་བྱུང་དེ་དག་མཚུངས་ལྡན་རྣམ་པ་ལྔ་མཚུངས་ཡིན་ཙང་རྫས་གཅིག་ཡིན་པ་སྨོས་མ་དགོས་པ་རེད། དེ་ནས་སྤྱིར་བཏང་རྫས་ཟེར་བ་དེ་ལ་ཡང་གོ་ཚུལ་མང་པོ་ཞིག་ཡོད་པ་རེད། དཔེར་ན་མཚམས་ཙམ་ལ་རྫས་ཟེར་ལབ་པ་ཡིན་ན་བདེན་པར་གྲུབ་པ་བདག་ཏུ་གྲུབ་པ་ལ་ཡང་རྫས་ཟེར་དེ་འདྲ་གོ་གི་ཡོད་པ་རེད། ད་ནི་མཚམས་ཙམ་ལ་རྫས་ཟེར་ལབ་པ་ཡིན་ན་ཡང་ནི་ང་ཚོ་མི་ལ་ཕན་འདོགས་པའི་དངོས་པོ་དཔེར་ན་སྨན་ལྟ་བུ། དེ་འདྲ་ལ་ཡང་རྫས་ཟེར་ལབ་ཀྱི་ཡོད་པ་རེད། དེ་ནི་མཚམས་མཚམས་ལ་རྫས་ཟེར་བ་དེ་དངོས་པོ་གི་རྒྱུན་ལ་ཡང་གོ་གི་ཡོད་པ་རེད། དངོས་པོ་གཅིག་ཡིན་ན་དཔེར་ན་ནི་རྒྱུ་འབྲས་རིམ་པ་བཞིན་དུ་ཁུར་ནས་རྒྱུན་མ་ཆད་པར་འགྲོ་བ་ཅིག་ཡོད་རེད། དེ་གའི་རྒྱུན་ལ་ཡང་རྫས་ཟེར། དེ་འདྲ་བཅས་གོ་གི་ཡོད་པ་རེད། གང་ལྟར་རྫས་ཟེར་བ་དེ་ལ་ནི། གོ་དོན་མང་པོ་ཞིག་ཡོད་པ་རེད། ཡིན་ན་ཡང་དངོས་པོ་ཡིན་པ་གང་ཞིག་ལ་རྫས་གཅིག་དང་མ་གཅིག་ཟེར་ལབ་པའི་སྐབས་སུ་ངོ་བོ་གཅིག་ཡིན་མིན་ཟེར་བ་རང་བཞིན་གཅིག་ཡིན་མིན་ཟེར་བ་དོན་དག་དེ་རེད། རྫས་ཐ་དད་མིན་པ་ཟེར་ལབ་པ་ཡིན་ན་རྫས་ཐ་དད་མིན་ན་ཡང་དངོས་པོ་དེ་ཐ་དད་མ་ཡིན་པའི་ངེས་པ་ཡོད་མར་དཔེར་ན། མི་རྟག་པ་ཟེར་བ་དང་དངོས་པོ་ཟེར་བ་དེ་རྫས་གཅིག་པ་རེད། དངོས་པོ་དེ་རེད་དང་མི་རྟག་པ་འདི་རེད་ཟེར་ག་ག་ཡོད་མ་རེད་ཡིན་ན་ཡང། ཨ་ནི་ཁོ་རང་གཉིས་ཐ་དད་རེད་མིང་ཐ་དད་ཡོད་ཙང་ཨ་ནི། སེམས་ལ་ཤར་སྟངས་མ་འདྲ་བ། དངོས་པོ་ཟེར་བ་དེ་སེམས་ལ་ཤར་ཚུལ་དང། མི་རྟག་པ་ཟེར་བ་དེ་སེམས་ལ་ཤར་ཚུལ་མི་འདྲ་བ་ཡིན་ཙང་ཁོ་རང་གཉིས་ཐ་དད་རེད་ཟེར་དགོས་རེད། སོང་ཙང་ངོ་བོ་གཅིག་པ་རང་བཞིན་གཅིག་པ་རྫས་གཅིག་པ་དེ་ཚོ་དངོས་པོ་གི་དབང་དུ་བྱས་ན་དོན་དག་གཅིག་པ་རེད། དེ་ནས་ཟློག་པ་གཅིག་དང་ཟློག་པ་ཐལ་ཐལ་ཟེར་བ་གཅིག་ཡོད་པ་རེད། དེ་ནས་ཟློག་པ་གཅིག་བསླབ་པ་ཡིན་ན་བློ་ལ་ཤར་ཚུལ་གཅིག་མ་གཏོགས་མེད་པ་ལ་ཟློག་པ་གཅིག་ཟེར་གྱི་ཡོད། དཔེར་ན། ཤེས་བྱ་ཟེར་བསླབ་པ་ཡིན་ན་སེམས་ལ་ཤར་ཚུལ་གཅིག་རང་གཅིག་མ་གཏོགས་ཡོད་མ་རེད། ཡོད་པ་ཟེར་བསླབ་པ་ཡིན་ན་ཤེས་བྱ་ཟེར་བ་དེ་སེམས་ལ་ཤར་ཚུལ་དང་ཡོད་པ་ཟེར་བ་དེ་སེམས་ལ་ཤར་ཚུལ་འདྲ་གི་ཡོད་མ་རེད་ཡིན་ཙང་དེ་ལྡོག་པ་ཐ་དད་རེད་གང་ལྟར་ལྡོག་པ་གཅིག་ཡིན་ན་མིང་གཅིག་ཡིན་དགོས་རེད་ད་ཆོས་གང་འདྲ་ཞིག་ཡིན་ན་ཡང་ལྡོག་པ་གཅིག་ཡིན་ན་ནི་མིང་གཅིག་མིང་གཅིག་ཡིན་དགོས་རེད་མིང་ཐ་དད་ཆགས་སོང་བ་ཡིན་ན་སེམས་ལ་ཤར་ཚུལ་མི་འདྲ་བ་ཆགས་འགྲོ་བ་ཡིན་ཙང། ཨོ་དེ་ལ་ལྡོག་པ་ད་ལྟའི་སྲིད་ལབ་ཀི་རེད། དེ་རིང་གི་སློབ་ཚན་འདི་འདྲ་ཅིག་ནི་མཚམས་བཞག་རྒྱུ་ཆེ་ཐུགས་རྗེ་ཆེ་ཞུ་རྒྱུ་ཡིན།